ཨོ། རྣམ་པ་གླེང་རྗེས་ལ་མཚམས་འདྲི་ཞུ་བ་དང་སྦྲགས་དེ་ནས་གཏུམ་པོ་རང་སྣང་དང་འབྲེལ་བའི་སྐོར་ལ་ཚིག་ཁ་ཤས་ཅིག་ཞུ་དགོས་འདུག་དེ་ག་རེད་ཟེར་ན་ཁ་སང་ང་ཚོས། སྒྲ་སྒམ། གྲོགས་བཟོས་ནས་དེ་ནས་མཚམས་བཞག་གི་ན་བསམ་ནས། བཞག་བཞག་བ་རེད། ད་དེ་རྗེས་སུ་གསན་མཁན་མང་པོ་ཅིག་གིས། དྲི་བ་འདྲ་ཁ་ཤས་ཅིག་བཏང་བསྡད་ཀྱི་འདུག་དྲི་བ་དེ། ངོ་གདོང་བལྟས་ཡ་ཡིན་ན་མི་ཚང་མ་ལ་དེ་འདྲའི་འདྲ་བོ་ཚོར་སྣང་བྱུང་མེད་འགྲོ་དོགས་པ་བྱུང་མེད་འགྲོ་ཡང་ན་ཤི་འདོད་སྐྱེས་མེད་འགྲོ་བསམ་པ་དེ་འདྲའི་འདུག་དེ་ཡིན་དུས་ཡང་མི་རེ་རེའི་ཡིད་ཤེས་ནས་བསྒུལ་ན་དེ་ཡོང་ས་མ་རེད་ཨེ། ངས་བཟོ་ཚིག་ཅིག་ཤེས་ཡིན་ན་སྒྲ་སྒམ་གྱིས་བཟོ་དགོས་ཡ་གི་རྒྱུ་མཚན་དེ་ཡིན། ཨ། དྲི་བ་གཅིག་ལས་གར་བྲིས་ཀྱི་འདུག་ཟེར་ན། གཏུམ་པོ་རང་སྣང་དང་བསུས་པ་གཉིས་བགྲོ་གླེང་བྱེད་བསྡད་པའི་སྐབས་སུ་བགྲོ་གླེང་ཟེར་མཁན་མ་རེད་ད་དངོས་སུ་རྒྱ་སྤོ་སློང་ལངས་ནས་རྩོད་པ་བརྒྱབ་བསྡད་པའི་སྐབས་སུ་ཡང་བསུས་པ་གིས་ལན་མང་པོ་བྱས་སྟབས་དེ་ཡང་དཔེ་མང་པོ་ཅིག་ཤེས་རེད་ཟེར་དུས་ཀྱི་ནང་ལོགས་ནས་ཞྭ་ཐི་བ་དང་ཐི་བ་མོ། འདབ་མ་ཁྲ་བོ་ཡིན་ན་ཁྱི་སེ་གོར་མོ་དེ་མིང་དེ་གཉིས་འདི་རྒྱ་རི་ཤོར་ནས་མོ་དེ་སེ་རྒྱལ་བ་རེད་ཟེར་ཡ་དེ་ཤོར་དགོས་པའི་རྒྱུ་མཚན་དེས། གསོག་འཇོག་ཤེས་བྱ་བའི་འབྲུ་རིགས་དེ་ཚོ་དེ་མ་མྱོང་སོང་བ་ཡིན་ཙང། ཁོ་རང་གི་མི་རིགས་ས་ལ་ལྐོག་ལུད་བཟོས་ཀྱང་བསམ་པའི་ཐོག་ནས་དེ་འདྲའི་ཁོང་ཁྲོ་ཐོག་ནས་བསྲེགས་རྒྱག་པ་རེད་བསྲེགས་ཚར་བའི་རྗེས་སུ། ཨེ་འབྲུ་རིགས་དེ་ཚོ་ལྷ་ཡང་ཡར་མང་ཡོང་བ་རེད། དེ། ཨེ་གར་གྱི་ནས་མང་ཡོང་བ་རེད། དྲི་བ་དེ་རེད་ཤག། དེ་ཁ་སང་གི་སྐྱེས་ཞོག་གི་བསམ་ཚུལ་དེ་དེ་རྗེས་སུ་ཡིན་ས་རེད་བ་དེ་དེས། ངས་ཡང་བསྐྱར་ཁ་སང་འགོ་ནས་དྲི་བ་དེ་ཚོ་དྲིས་ཡོང་དུས་མ་སྐྱེས་ཉིན་ཡིན་དུས། མི་མང་པོ་ཅིག་རྒྱལ་དུས་ཤག།

ནི། མ་མ་ཁ་སྨྲ་འགྲོ་གི་ཟེར་རེད་དེ་གར་གྱི་སྨྲ་འགྲོ་གི་ཡོད་རེད་ཟེར་བས་འདི་ཁོ་སྐམ་འགྲོ་གི་ཡོད་རེད་བ། དུས་ཚོད་རིང་པོ་བཞག་རྒྱུ་དེ་ནི་ཉི་མ་ཤར་གི་ཡོད་ན་ཁོ་སྐམ་འགྲོ་དུས་མ་མ་སྨྲ་འགྲོ་གི་ཡོད་ཟེར་རེད་ཁོ་ཆུང་རུ་འགྲོ་གི་རེད་བ། ཨེ་ཡ་གར་གྱི་མང་ཡོང་བ་རེད་ཟེར་བས་འདི་ཡང་ཉི་མ་གཅིག་ལ་ཆར་པ་བཏང་ཡོང་ཟེར་བ། ཆར་པ་བཏང་གནང་ཤིག་གླེང་ཤིག་གིས་དེ་འདྲའི་ཆགས་ཡོང་དུས་ཁོ་ཡང་ནད་ཡམས་བབས་ནས་ཡ་ཡ་ཡ་ཁྱེར་སོང་ཡོད་ཟེར་བ། ཡ་ཡ་ཁྱེར་འགྲོ་འོང་དུས། ཁོ་ཚེགས་ཀྱི་འདྲ་གྱི་ཡོད་པ་དེ་ཡ་ལང་ངོ་ཟེར་བ། ཨོ་དེ་གི་ད་ཁོ་གཞན་ནས་ཁོ་རང་གི་མ་ཉེས་ཁ་ཡོག་ཅིག་ཡོད་པ་དེ་ཧ་གོ་བ་རེད་ཟེར་ཡ་དེ་རེད། ཨོ་དེ་ནས་དྲི་བ་གཅིག་ལས། ཁོ་རང་གི་བུ་བ་ལང་ཤོར་འདུག་བཙུན་མོ་ཞི་བ་མ་གིས་བུ་མ་ཡིན་ན། ཨ་ནི་སུའི་བུ་རེད། དེའི་བུ་མ་རེད་ཟེར་ལབ་འདུག་ཨ་ཟེར་གྱིན་འདུག་ཨ། དེ་ཡང་ཁ་སང་ངས་ཅིག་ཞུས་སམ་ཟེར་དུས་དེ་མང་འགྲོ་ས་རེད་བསམ། རྗེས་རྗེས་ཟེར། བ་ལང་ཤོང་དེ། ཁོ་རང་གི་བུ་རེད་ཟེར་གྱི་ཡོད་རེད་དེ་ཡིན་ན་མི་འདི་ཐེ་ཚོམ་རེད་ཤག། ཁོ་བཙུན་མོ་སྟོབས་ནག་དེ་ཡོད་རེད་དུས་སྤུ་གུ་སྐྱེས་སྐྱེས་མི་འདུག་ཨ། མེད་ཡིན་ཟེར་ཕ་རྒྱན། ཨ་ཉི་མ་ཅིག་ལས་ཁོ། ཁྲོམ་ལ་སོང་བ་རེད། ཁྲོམ་ལ་གླང་པོ་ཆེ་ཁྱོད་ནི་འགྲོ་བདེ་བའི་སྐབས་སུ། བུ་མོ་གཅིག་གི་ཐོ་ག་ནས་མ། གཅིག་གཡུག་ཡིན་ན་ཟ་ཡིན་ན། ཤི་མེད་ཆེན་དང་འོད་སྲུང་གི་བཅུ་ཕྱོགས་ཀྱི་སྐྱེས་མའི་ནང་གི། སྟེས་དབང་གིས་དེ་འདྲ་བྱུང་ཡིན་ན་ག་རེ་ཡིན་ན་མིན་ན།

དེ་ནས་རྒྱལ་པོ་ཡི་ཕ་འགྲོ་ཁ་དེ་ལས་ནི་ག་སི་ཡི་ཁྱོད་སྤུ་གུ་འདྲ་བ་སྐྱེས་སུ་ན་ནི་བུ་སྐྱེས་སུ་ན་ནི་ཀེ་ལོ་ལ་འདི་ལྟ་ཞུ་སི་བུ་མོ་རེ་འདོགས་ན་ཀེ་ལོ་འདི་ལྟ་ཞུ་སི་ཡི་གི་སྟག་འདྲ་བ་སྐྱབས་ལ་འདྲ་བ་གཉིས་ཀེ་ལོ་སྟག་ཡ་འདྲ་བ་གཉིས་སྤྲད་ནི་སོང་བ་རེ་སི། ད་དེ་སྔོན་མ་རྒྱ་གར་གི་ལོ་རྒྱུས་ནང་དེ་འདྲ་ཡོད་ཡིན་ཟེར་རྒྱལ་པོ་མང་པོ་སྐྱེས་ལས་དེ་འདྲ་ཡོད་རེད་གཟུགས་རྐྱེན་སྙིང་པོ་གིས་པུཀུ་ད་ལྟ་འཚོ་བྱེད་སྐྱོན་ནི་དང་འགྱིང་མེད་དང་འདི་ཚོ་ཡང་ཕྱི་ལོག་ལ་སྐྱེས་རྒྱ་དང་རེ་བ་བཙུན་མོ་མ་ཡིན་པ་ལ་ང་དགེ་ལ་ཁོ་དེ་འདྲ་རྐྱང་རྐྱང་ཅིག་སྐྱེས་ལ་ཏག་ཡག་ཏག་ལ་འདི་སྤྲད་ནས་དགེ་གི་ལོ་རྒྱུས་ཡོད་དེ་འབྲོང་གི་འབྲོང་རྒྱུས་འདྲ་བ་འདི་ཚང་མ་སྐྱིད་པོ་རེད་ཤག་བྱས་ཙང་དེ་རྒྱ་པོ་ཡར་ལོག་འགྲོ་དུས་ད་མོ་ལ་པུཀུ་གཅིག་སྐྱེས་ག་ལ་ག་དེ་ལས་མོ་རང་གི་ཁྱོ་ག་འདི་རྒྱལ་པོ་བདུད་རྣམས་ལ་ང་ཚུར་སླེབས་ཡོད་ཟེར་ཡི་གེ་སླེབས་པ་རེད་ཟེར་ཚོང་པ་དེས་མོ་ཤེས་ཐག་ཆོད་འདུག་རྒྱལ་པོ་ལ་ཞུས་དུས། རྒྱལ་པོས་ཚོང་པ་དེ་ལ་ཡི་གེ་དེ་བཏང་ནས། ག་རེ་ཡིན་ན་ཅི་ཅི་བྱས་སོང་ལ་སྐྱབས་ལགས་འདི་ཉོས་ཁེ་ཤོར་ཟེར་བྱས་ནས་གང་ལྟར་ཁོ་བདག་ཁ་ཤས་ཚུར་མི་འཁོར་ཟེར་བྱས་ལ་རྒྱལ་པོས་ལམ་ཁ་ནས་ཕར་བཏང་ཡོད་པ་རེད་ཟེར། དེ་ནས་མོ་ལ་སྤུ་གུ་འདི་སྐྱེས་ཚར་བའི་རྗེས་སུ་དེ་སྐེ་ལོ་ལ་བུག་བཏགས་ཏེ་བཏགས་ནས། རྒྱ་འབོག་གི་ཕོ་བྲང་ཡོད་ས་གི་ཁྲིད་དུ་སྒོ་ནང་ལ་ཡབ་ཁོས་ནི་འགྲོ་ན་འགྲིག་མེད་ཡིན་ཟེར་གོ། ད་གང་ལྟར་རྒྱ་འབོག་གི་ཐོག་ཁ་ལ་བཏགས་ནས་མ་བལྟ་བདེ་བའི་ཁ་དོག་ཅིག་ལ་གཏུགས་ནས་མདུན་ལྟར་གླིང་ཁ་འདྲ་རྩྭ་ར་འདྲ་ག་འདྲ་ཡོད་དེའི་ནང་ལོགས་ལ་བ་ཅོ་མང་པོ་ཡོད་ཟེར་རོ། རྒྱལ་པོ་ཚོང་པ་ཅོ་ཡིན་ན་སུ་ཡིན་ན་གང་ལྟར་དེའི་གསེང་དེར་སྤུ་གུ་དེ་སློབ་མ་ནང་ལོགས་ལ་བཞག་སྐད་ལ་དེ་བཏགས། ཨེ་མོ་འགྲོ་ཡི་རེད་ཟེར། ཨེ་རྒྱལ་པོའི་གཡོག་པོ་དང་བློན་པོ་དེ་ཚོ་གིས། ང་ལ་སྤུ་གུ་གཅིག་ངོ་བསྡད་ཀྱི་འདུག་སྤུ་གུ་གཅིག་འདུག་ཟེར་བྱས་ནས་འགྲོ་དུས། ཨེ་སྤུ་གུ་བུ་གཅིག་ཡོད་བ་རེད་ཟེར་མ་འདྲ་འདྲ་འདྲ་གཅིག་ཤ་རྒྱགས་པ་འདྲ་གཅིག་ཡོད་མེད་འདྲ། ཁྱེད་ཚོ་རྒྱབ་པོ་ཡག་ཁེ་ཤོར་སྲིད་ཡོད་ཁེ་གཅིག་ལྟ་དུས་སྤུག་འདི་སྐད་ལོ་ཁོ་རང་གི་སྔོན་མ་བཀྲིས་རྒྱལ་བ་དེ་སྟག་རྒྱལ་བ་ཡོད་ཡིན་ཙང་ནི་ཁོ་རང་གི་བུ་ཡིན་པ་དེ་ཧ་གོ་ནི་ད་དེ་ལས་རྒྱབ་པོའི་ག་ལ་ཡོད་རེད་ཟེར་ནི་དེ་དཀོན་མཆོག་གིས་གནང་ཡོང་བའི་ཆེད་དུ་འདི་འདྲ་ཡིན་པས་བཟོ་འདྲ་ཁྱི་བག་ལང་གི་ཤོང་བསྡད་པའི་སྤུག་རེད་ཟེར་བ་ཁྱོད་ཀྱི་སེམས་ནི་རག་རེད་བ། ཨེ་མ་ཡིན་འདི་བག་ལང་ཤོང་སྲིད་སྟག་བཙུན་མོ་ཞི་བ་མ་ལུག་སོགས་ཀྱིས་འདུལ་བ། མོ་རང་ལ་སྤུག་ཅེས་མ་ཡིན་བཟའ་ཟླ་སྟེ། ཕ་མེད་མཁན་མ་མེད་མཁན་འདྲ་བོ་ཅིག་གིས་སྤུག་ཅི་རེད་བསམ་བྱས་ནས་མོ་རང་ག། བསམ་ཡོད་ན་ཡང་རྒྱ་བོད་ཀྱི་དངོས་གནས་ཤེས་ཡོད་ན་གང་འདྲ་དེ་འདྲ་ཅིག་གི་ཐོག་ནས་མོ་གིས་ད་མོ་རང་གི་སྤུག་ནང་ཡིད་ཀྱི་གསོ་སྐྱོང་བྱེད། རྒྱ་བོད་ཀྱི་ད་ཁོ་རང་གི་སྤུག་ཡིན། རེད་ཟེར་བ་ལྟ་ཡིན་བསམ་གི། དེ་ལྟར་དེ་འདྲའི་གི། ད་རྒྱ་སེ་བ་གླང་གཞུང་ཞེས་དེ་དེ་འདྲའི་ཆགས་ཡོད་རེད་ནི་བ་གླང་གཞུང་དང་འབྲེལ་བའི་སྒྲུང་ཁ་ཤས་ཡོད་ཁ་ཤས་ཁ་སང་ཞུས་ཡིན་པ། ད་དེ་ནས་སྣོན་འཕེལ་གྱི་ཚུལ་དུ་གཏུམ་པོ་རང་སྣང་དེ་གཏུམ་པོ་ཡིན་པ་དང་ནང་ཆོས་ལས་ཚུལ་བློ་ཁ་ཕྱོགས་སྟངས་དེ་ཚན་པ་འདྲ་གཉིས་དང་འབྲེལ་བ་ཡོད་མཁན་གྱི་ཡར་འབྲོང་རྒན་པོ་གཅིག་ཞུ་བ་ཡིན་ན། གཏུམ་པོ་རང་སྣང་དང་ཉན་འཕྲིན་གྱི་སྐྱར་པོ་གཅིག་དང་གྲོགས་པོ་འདྲ་བོ་རེད་སྲིད། ཉན་འཕྲིན་གྱི་སྐྱར་པོ་དེ་ང་ཡག་པོ་གཅིག་ཞིབ་འཇུག་བྱེད་ཐུབ་མ་སོང་པར་རུབ་ཀྱི་སྐྱར་པོ་འཆར་ཀ་ཟིག་འདུག་ད་དེ་ལས་འབྲོང་རིང་ཐུང་སྐྱེས་སྟངས་ཁ་ཤས་འདུག། ཁ་ཤས་ཀྱིས་ནི་རྒྱ་བོད་དེ་གའི་ཨ་མ་རྔན་པ་སྐྱེས་ཡོང་རེད་ཟེར་གྱིན་འདུག་ཁ་ཤས་ཀྱིས་ནི་གཏུམ་པོ་རང་ན་ཡར་སོང་ནས་ཨམ་བཟོས་དུས་ཞིམ་པོ་ཞིག་འཐུང་ནས། ཕ་རྒྱལ་ལ་ཨམ་ཡོད་ས་མ་རེད་བ། ཨ་ནེ་ཁོག་གི་ཨ་མ་ཁོ་རང་གི་ཁྱི་ཡོང་ན་ཨམ་བཙུགས་བ་རེད་ཨམ་བཏབ་བ་རེད་ཟེར་ཨམ་འདོན། ང་ཚོ་བོད་ནས་ཨ་མ་ཡིན་ནི་ཅི་ཟེར་གི་རེད་བ་དེ་རྒྱ་གར་ནས་དེང་སང་ཨམ་རང་ལ་བསྡད་གི་རེད། དེས་ཕ་རྒྱལ་ལས་བཏབ། ཨམ་སྐྱེས་ཡོན་དུས་ཨམ་སྐུ་མ་ཤོ་ཡོད་ཟེར་བ། ཨམ་སྐུ་མ་ཤོ་དེ་རྒྱ་བོད་རྩད་གཅོད་བྱས་ཡོང་དུས་རྡོར་བག་གིས་གྲོང་ཚོ་འདྲ་བོ་གཅིག་ཡོད་ས་རེད་ད་སྐབས་དེ་དུས་རེག་མང་པོ་བརྩི་བསྡད་རོགས་གོ་ཚུལ། རྡོར་བུའི་རེག་གི་གྲོང་ཚོ་འདྲ་བོ་གཅིག་ནང་ལོག་ནས་མི་ཁ་ཤས་སྐུ་མ་བརྒྱབ་ཡོད་བ། ཨ་ནི་མུ་མཐུད་ནས་འཁྱམ་ཐུག་གིས་སྔོ་འོང་དུས་ཨམ་གི་ནང་ལོག་ལ་རུས་སྒོང་འདྲ་བོ་གཅིག་ཡོད་རེད་བ། ཨ་མཚར་འདྲ་བ་གྱིས། ཨོ་དེ་ཚོ་ཚང་མ་རག་ནས་བསིལ་བ་བྱུང་ཡོང་དུས་རྒྱ་སྤུ་སློང་ལང་ཐག་ཆོད་ནས། ཨ་གྲོང་ཚོ་སྟེ་གི་སྐྱིད་ཕོ་མོ་མི་ཚང་མ་མེ་དགྲ་བཏང་བ་རེད་ཟེར་གི་འདུག་དེ་མེ་དགྲ་བཏང་ཡོང་དུས། གྲོང་ཚོ་དེའི་ནང་ལོགས་ལས་མི་གཅིག་ཨོ་ཚེ་འདྲ་གྱིས་ངན་པ་འདྲ་གྱིས་མི་ཡོད་མེད་འགྲོ། ཁོ་དེ་གའི་སྔུན་ནས་ལོ་ཁ་ཤས་སྔུན་ནས་བྱས་ནས་ཁོ་རྡོར་པ་གྱིས་འགྲོ་དུས་བལྟས་ཚེ་དཀའ་ངལ་ཡོད་ཡིན་ཙང་མཐོང་མེད་པར་མཉེས་སྤྱོད་ཕོག་ཡོད་པ་ཡིན་ཙང། ཁོ་ལུང་པ་རྒན་པ་ལས་སོང་ཅེས་ནས་ཁོ་བྲམ་ཟེ་ར་ཡིན་ཟེར་ཅེས་ནས། བྲམ་ཟེ་གི་ཆས་སྤྲས་ནས་སོང་ནས་བྲམ་ཟེ་ལས་ཆུ་བཤོས་ནས། སྔགས་དང་ཐོ་རྒྱབ་ཡང་དག་གིས་མང་པོ་བསྒྲངས་ནས། ལུང་པ་རྒན་པ་ནང་ལ་བསྡད་ཡོད་ཟེར་བ། ཉི་མ་གཅིག་ཁོ་ཡར་སླེབས་ཡོང་བ་དང། ཁོ་གྲོང་ཚོ་ལ་འགྲོ་དུས་ཚང་མ་ཡུལ་མིའི་རྩེད་རྒྱག་འགྲོ་ཚར་བ་ཡིན་དུས། སྐད་ཆ་དྲིས་དུས་གནས་ཚུལ་ཚང་མ་ཧ་གོ་དུས་ཁོ་བློང་ལང་ཐག་ཆོད་ནས་རྒྱ་སྦོག་གི་མདུན་ལ་སོང་བ་རེད། རྒྱ་སྦོག་གི་མདུན་ལ་ཁོ་བྲམ་ཟེ་ཆེ་གྲས་ཡིན་ཡིན་ཙང་ཕ་རྗེས་མཐར་ཡིན་ས་རེད་ནས་རྒྱ་སྦོག་ལ་རྩོད་པ་ཞིག་ར་རྒྱག་ཤོག་གི། ག་ཅི་སེམས་ཡིན་སྲིད་ཀྱི་དེ་འདྲའི་རྐུ་མ་རྒྱག་ཤེས་སྲིད་དུས། རྐུ་མ་རྒྱུ་གཉེན་དེ་ཚོ་བསད་ན་འགྲིག་གི་རེད་ཁྱོད་སྐྱེས་དམན་དང་སྤུ་གུ་དང་ཚང་མ་བསད་འདུག་དེ་ཚོའི་ཉེས་པ་ག་ལ་བསགས་པ་རེད། རྩོད་རྒྱབ་ནི་ད་ཁྱོད་རང་ཉི་མ་བདུན་གི་ནང་ལོགས་ལ་ཤི་གི་རེད་སྲིད་དེ་ཁོ་ད་བྲམ་ཟེ་དེ་གི་སྔགས་དེ་འདྲ་རྒྱབ་ནི་བྲམ་ཟེ་གི་སྨོད་པ་དེ་ལ་སྐབས་དེ་དུས་མི་མང་པོ་ཞེད་སྣང་བྱེད་གི་ཡོད་རོ། འོ་དེ་འདྲའི་གི་ད་ཁོས་གི་མཐོ་དེ་ཚོ་བཏབ་ནི་དེ་འདྲ་བྱེད་དུས། ད་རྒྱ་བོ་ཁྱོད་ནི་བློ་མ་བདེ་ནི་སྐྲག་ཐག་ཆོད་བདེ་བའི་སྐབས་སུ་ནི་ཡང་འཕགས་པ་ཀ་ད་ཡ་ན་ལ་ཞུས་བྱས་ནི་ཀ་ད་ཡ་ན་གི་དེ་ཚེ་བྱས་ནི

གཏུམ་པོ་རང་སྣང་སངས་རྒྱས་ལས་ག་དུས་མཇལ་འཕྲད་བྱས་ཡོད་མེད་ཐོག་མ་དེ་དག་ངས་སྲིད་པ་ཅིག་ལྟ་ཐུབ་མ་སོང། སྤྱིར་བཏང་སངས་རྒྱས་ཕ་རྒྱུད་ལས་གཞོགས་དག་སྙོག་རིང་པོ་གཞོགས་ཡོད་ས་རེད། ཕ་རྒྱུད་ཀྱིས་གཏུམ་པོ་རང་སྣང་གི་སྐྱེད་མོས་ཚབ་ནས་གསུངས་པའི་ཆོས་ཚན་དེ་འདྲ་མང་པོ་འདུག་བཀའ་འགྱུར་ནང་ལ་དེ་ཙམ་མང་ཙམ་བཞོགས་ཡོད་ས་རེད། ད་ཐོག་མ་ཁོ་ག་དུས་ཐུག་ཡོད་མེད་དེ་མི་ཤེས་ཏེ། ད་དེ་ནས་ལྟའི་ཚེ་ཤི་འོས་པ་འདྲ་བ་ཅི་གར་འདུག་ཟེར་ན། མི་རིགས་སྐྱེ་བོའི་བར་གྱི་སློབ་དཔོན་ཆེན་པོ་དེ་འདྲ་གཅིག་གིས་གཏུམ་པོ་རང་སྣང་སངས་རྒྱས་ཀྱི་མདུན་ལས་ཁྲིད་ཡོང་འདུག་ཨ། ད་དེ་ཡང་ཀ་ཏའི་ཚིག་ཡ་མཚན་པ་འདྲ་ཁ་ཤིག་འདུག་དེའི་ནང་ལོགས་ལ། སྐྱེས་བུ་བའི་བུ་དེ་ལས་མིང་བདེ་མ་ཟེར་གྱི་འདུག་སྐྱེས་བུ་བའི་བུ་ཟེར་ཡ་དེ་དག་སྐབས་དེ་དུས་སྐྱེས་བསུ་བྱེད་རེས་ཤ་རིའི་བུ་དེ་གཉིས་ཀྱི་བུ་དང་ཟེར་ན་མི་སྟེང་གི་སློབ་དཔོན་ཆེན་པོ་སྟོན་པ་དེ་ཚོ་ལ་གཅིག་གཅིག་བུ་གཉིས་གཉིས་བུ་ཟེར་གྱི་ལ་ཡ་ལུག་སྲིད་བྱུས་ར་དེ་རེད་མ་གཏོགས་ཁོ་ཡིན་ཡང་འདི་ལྟར་སློབ་དཔོན་བརླག་ཕྱིན། སྐབས་དེ་དུས་ཞི་བ་ཆེན་པོ་ཡིན་པའི་སྐད་ཆ་རེ་ཞིག་སྟེ། སྐྱེས་བུ་བའི་བུ་བདེན་པ་སྨྲ་བ་ཟེར་དེ། ཁོར་འབུམ་ཕྲག་བརྒྱའི་ཚ་ཡོད་རེད་གཟིགས་འདུག་བ། ང་ཚོ་སངས་རྒྱས་བཅོམ་ལྡན་འདས་ལ་ཡོངས་གྲགས་ཀྱི་ད་བྱང་ཆུབ་སེམས་དཔའ་ལ་ལྷ་དང་ཀླུ་ཕག་སྤོས་དུད་མི་རང་དུ་ཤེས་པ་ཡིན་ན་དགེ་སློང་ཉིས་སྟོང་ལྔ་བརྒྱ་སུམ་སྟོང་ལྔ་སྟོང་དེ་འདྲའི་སྐད་ཆ་བཤད་དུས་ཀྱི་ཡོད་རེད་པ། ད་ལྷ་དང་ཀླུ་དེ་ཚང་མ་བརྩད་བཞིན་དུས་ད་ཞོ་ཆགས་ནས་འོར་བྱང་ཆུབ་སེམས་དཔའ་དང། དེ་ཚ་ཁོག་གི་མི་ཁོ་རང་གཅིག་གི་འབོམ་བརྒྱད་ཚེ་འཁོར་ལོ་ཡོང་གི་ཡོད་རེད་བཤད་ཡོང་དུས་ད་དེ་དག་ཧང་སང་ཡང་འདྲ་བ་ཇི་ལྟར་རེད། དེ་ལྟ་སྟེ། སྐྱེས་བུ་བར་གྱི་སློབ་དཔོན་དེ་རྒྱ་གར་ལྷོ་ཕྱོགས་ནས་ཡར་འཕགས་རྗེས་འདིར་ལུས་པ་ཡིན་ཙང། དེ་འབྲེལ་གྱི་ཁོ་བོ་སྐད་གྲགས་ཆེན་པོ་དང་འཁོར་མང་པོ་ཡིན་ཙང་གཏུམ་མོ་རང་སྣང་རྦད་དེ་འཕགས་རྗེས་མཁའ་འགྲོར་འགྲོ་བ། རྗེས་མཁའ་འགྲོ་དུས། སྐྱེས་བུ་བའི་སློབ་དཔོན་དེ་ཁོང་མཁས་པ་ཞེ་བོ་ཅིག་ཡིན་ས་རེད་ཞེ་སྡང་སྐྱེས་བུ་བ་དང་ནང་པ་དེ་ཚོ་མི་དགེ་བཅུ་དང་ཚ་མི་ངན་དེ་གའི་བྱ་བཏང་འདྲ་བོ་ཡོད་ཟེར་བ། ཨོ་དེ་འདྲའི་གི་ཆ་ནི། ད་སྐོར་གི་ཆུ་མང་པོ་ཞོད་ཀྱིས་སོང་ཤག། སོ། མི་སྐྱེས་པ་དང་འཚེ་བ་མེད་པ་དེ་གི་ཅིག་ཤེས་འོང་དུས་ད་ང་ཚོ་ནང་པ་ལས་ཁོ་ཚོ་ཞབས་ཚགས་ཚུལ་དེ་འདྲ་ཤེས་གི་ཡོད་རོགས་སྐྱེས་བུ་བ་དེ་ཚོས། ཞེ་བའི་ཤེས་ནི། ཨེ་ལྷག་པར་དུ་རྒྱ་བོ་སྐོར་གཏུམ་པོ་ཡིན་ཚ་སོགས་ཀྱིས་ཡག་གི་ཉེས་དམིགས་དེ་ཚོས་ཅིག་ཤེས་དུས། ཞུ་ཤེས་ཤ་ཧ་ཅང་གི་མང་པོ་རེད་དེ། གཏུམ་པོ་རང་ན་ཡེ་ཆེ་ས་འདྲ་བ་ཅིག་ཆོད་ནས་ནས་ཁོ་རང་གི་ཡར་དྲི་བ་དྲི་ཆོག་ཅེས་ཟེར་སྣང་བ་ཞུས་དུས་འགྲིག་གི་རེད་ཟེར། དྲི་བ་དྲིས་དུས་བྲམ་ཟེ་གི་ཁྱེད་ཆོས་བྲམ་ཟེ་ལ་སྐྱོན་ག་རེ་ཡོད་མེད་རྒྱ་བོད་ལ་སྐྱོན་ག་རེ་ཡོད་མེད་ནས་ཉེ་འཁོར་གི་རྒྱ་བོད་དེ་གའི་ལ་ཡོན་ཏན་ག་རེ་ཡོད་མེད་སྐྱོན་ག་རེ་ཡོད་མེད་དེ་གའི་དྲིས་ནས་ནས་ཚང་མ་ལ་ལན་རྒྱབ་ཤ

སངས་རྒྱས་ཀྱི་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་བཅུ་དེ་གའི་འགྲེལ་བཤད་ཀྱི་སྐྱབས་འདུལ་བ། ཕ་རྒྱལ་འཁོགས་དེ། སངས་རྒྱས་ཀྱི་གསུང་རབ་ནང་ནས་ང་རྩིས་ཡས་ཡིན་ན་ཐོག་མར། མཚན་བཟང་སྐོར་ལ་ཤེས་མཁན་ནི་མེད་འགྲོ་སང་སང་དེ་འདྲ་ཞེ་དྲག་འདུག། དེ་ལྟར་མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་བྱད་བཟང་པོ་བརྒྱད་བཅུ་དེ་གའི་ནང་པར་གྱི་སྐྱེས་སུ་མཐུན་མོང་མ་ཡིན་པ་སྐད་རེད་མི་འདུག། དབུ་འདི་འདྲས་འགུལ་གི་རེད་ལག་པ་འདི་འདྲས་འགུལ་གི་རེད་ཅེས་ཀྱིས་མདོག་འདི་འདྲས་འགུལ་གི་རེད་སེན་མོ་འདི་འདྲས་འགུལ་གི་རེད་ཟེར་ཏེ་སྐབས་དེ་དུས་ཁོ་རང་ཚོ་གི་རིག་གཞུང་གི་འདྲ་བ་ཅིག་ཆགས་བསྡད་ཀྱི་ཟེར་བ་ད་དེ་གའི་འགྲེལ་བཤད་ཀྱི་གཏམ་ཨ་དེ་མ་ཡིན་པས། ད་སངས་རྒྱས་ཀྱི་ཡོན་ཏན་ཚང་མ་འདྲ་བོ་ཁོས་བརྗོད་ཤག་ཨ་དེའི་སྐད་ཆ་ད་རྒྱ་བོད་སྟོང་པ་རང་ནང་སངས་རྒྱས་ལས་དད་པ་ཞི་བ་ཅིག་སྐྱེ་བ་རེད་དེ་མ་ཡིན་པས། འཁོར་དེ་ཚོ་བཅུ་གཉིས་ལྡན་མཁན་གཞན་པ་ཡིན་ན་ཡང་རེད། སྐྱེས་བུ་བ་ཁོ་རང་གི་དགེ་ཕྲུག་དེ་ཚོ་ཡིན་ན་རེད་དམ་མང་པོ་ཞིག་གིས་སངས་རྒྱས་ལ་དད་པ་ཞུ། སངས་རྒྱས་ཡང་ཕ་རྒྱལ་དུ་བཞུགས་པའི་སྐབས་ཀྱི་ཁྱི་དེ་ཡོད་རེད་ཟེར། དེ་འདྲའི་སྐྱེས་ལ་སྐྱེས་བུ་བས་ཀྱི་སློབ་དཔོན་དེ་གིས་གཏུམ་པོ་རང་གནང་ལ་ད་ངེད་གཉིས་སངས་རྒྱས་མཇལ་ཁར་འགྲོ་ཟེར་འདི་ཤེས་མ་ཤེས་གལ་ཡོད་མ་རེད་ད། འཁྲིས་ལ་ཡོད་ན་ང་ཚོ་མཇལ་ཁར་འགྲོ་ཞིག་ཟེར་སྐྱེས་དེས། ཁོ་གཉིས་ཀ་འདི་ཆ་ལ་འགྱིག་ཁ་ཡོང་བ་རེད་ཟེར་གི་མི་འདུག་སངས་རྒྱས་ཀྱི་མདུན་ལ་འགྱིག་ཁ་ཡོང་ནས་སངས་རྒྱས་ལ་དད་པ་བྱེད་སངས་རྒྱས་ཀྱིས་ཁོ་གཉིས་ཀ་ལ་ཆོས་བཤད། ཆོས་བཤད་དུས་སྐྱེས་བུ་བ་འདི་དེ་ག་ཙི་ད་རེད་མི་འདུག་སངས་རྒྱས་ཀྱི་མདུན་ལ་སླེབས་ཚར་དུས་ཁོ་སངས་རྒྱས་ཀྱི་སྐུ་གཟུགས་འགྱིག་མིག་མ་གཙང་བ་ཅིག་བསྒྲིལ་བཞག་ནས་མ་ཏོ་དྲི་བ་ཡ་དྲི་ཡ་འདྲ་བོ་འདི་ཁ་ཚིག་གི་དྲི་བ་མེད་ཡིན་ཟེར་བ་འདི་གཅིག་གྱིས་ན་དད་པ་བྱེད་རེས་ཁེ་ཡིན་ནོ། ཤཱ་རིའི་བུ་གི་དེ་སོང་ཡོད། གར། ཁྱོད་ད་ཁ་ལྕེ་དྲ་ཡ་མེད་བས་གར་རེད། ཨ་ཁྱོད་སངས་རྒྱས་ཀྱི་མདུན་ནས་ཆུ་ཤུ་ཁ་ཡོང་ཡིན་གར་ཡིན་ཟེར། གར། ཁྱོད་དེ་འདྲའི་གི་ཕ་ཚིག་རང་ད་སོང་ཡོད་རྒྱུ་མ་རེད་བ་ད་ཞེ་ས་འདྲ་བོ་བལྟ་འོས་རྒྱུར་གོ་ལྷོག་མེད་ཆེན་པོ་ཞིག་རེད་འདུག་བ་དེ་འདྲའི་གི་ཐོག་ནས་དོན་དག་དེ་ག་རང་ཞུ་ཤག། གཏུམ་པོ་རང་སྣང་གི་དཔྱད་བུ་བའི་སློབ་དཔོན་དེ་མཇལ་ནས་འགྲོ་དུས་ད་དྲི་བ་དྲི་དུས། སྟེང་དམའ་བ་ལ་འདུག་སྟེ་བྲོ་བྲི་ཞེས་དེ་འདྲའི་འདུག་བ། དེ་ཚོ་རྒྱ་བོད་ཡིན་ན་ཡང་ཁོག་གི་འོག་ལ་གུས་གུས་ཞུ་རྒྱུན་གྱིས་བསྡད་དགོས་ཅིག་དེ་འདྲའི་གི་མི་སྡུག་གི་སློབ་དཔོན་ཆེན་པོ་གཅིག་དེ་རེད་ཤག་གོ། ཨེ་དེ་གི་ཤག་རིག་པོ་ལ་རྩོད་ལན་རྒྱབ་ཤག། ང་སངས་རྒྱས་ཀྱི་མདུན་ལ་ཡོང་བ་དེ་སངས་རྒྱས་ལས་ཆུ་ཞོ་མ་འདོད་ནས་ཡོང་བ་ཡིན། ཨེ། ཆུ་ཤུལ་མ་འདོད་པ་གང་ཡིན་པ་དེ་ནི་ཆུ་རེད་ཟེར་བའི་བཟོ་ནག་ད་དེ་ནས་མ་སྟོང་པ་ཉིད་ཀྱི་སྐོར་བཤད་ཡོང་དུས། དེ་འདྲ་བ་ཞི་བ་གཅིག་ཡོད་ཨ། ཨ་ཅི་རེད་ཟེར་དུས་དེ་མ་རེད་ཟེར་བའི་བཟོ་ནག་ཅིག་བཤད་ནས་ནི་མ་ཡིན་པ་དེ་ཡང་མ་ཡིན་ཟེར་བའི་བཟོ་ནག་དེ་ནི་སྟོང་པ་ཉིད་ཕར་འཛུལ་འདྲ་བ་ཞིག་རེད་བ་ད་དེ་འདྲའི་གི་ཐོག་ནས་ཤཱ་རིའི་པུ་ད་ཁོ་རང་ཉིད་བགྲོ་གླེང་རོང་པོ་ཅིག་བྱས་ནས། དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་གཞུག་ལ་ལེགས་སོ་འདྲ་བ་བྱིན་བྱས་ནས་ཏག་འགྲོ་སྟངས་ཅིག་ཡོད་རེད་བ་གསུང་རབ་ནང་ལུང་ལ་དེ་འདྲའི་གི་ཐོག་ནས། སྐྱེས་བུ་བ་དེ་ཡང་དགྲ་བཅོམ་པའི་གོམས་པ་ཐོབ་ཡིན་ན་ག་རེ་ཡིན་ན་གཅིག་ཆེན་པོ་གཅིག་ཐོབ་ཞེས་དེ་ནི་མ་འོངས་པར་ལོངས་ཡང་བསྟན་སངས་རྒྱས་ཀྱི་སངས་ག་འདི་བརྗེད་གི་ཡོད་མེད་ཞིང་ཁམས་ག་བ་བརྗེད་གི་ཡོད་མེད་མཚན་ག་རེ་ཡིན་མིན་ལོངས་བསྟན་ཡང་ཡོད་རེད་བ། འོ་དེ་འདྲའི་ཅན་ནི་གང་འདྲ་གཏུམ་པོ་རང་སྣང་དེས་ཀྱང་སངས་རྒྱས་ཀྱི་མདུན་ལ་སྤྱིར་ཁྲིད་མི་འདུག། འོ་རེད་ད་གཏུམ་པོ་རང་སྣང་དང་འབྲེལ་བའི་སྒྲུང་གཅིག་ཞུ་བ་ཡིན་ན། བལ་ས་ལའི་རྒྱ་བོ་འཆར་གཞི་ཟེར་དེ་ལ་བོད་ཅིག་ཡོད་རེད། ཁ་སང་ང་ཚོ་ཀོ་ཤམ་བེ་ཀི་རྒྱ་བོ་ཤར་བ་ཟེར་དེ་དང་འདི་གཉིས་ཕ་ཆེ་གཅིག་ཡིན་རྒྱུ་རེད་བསམ་འདུག་ཀོ་ཤམ་བེ་ཀི་རྒྱ་བོ་ཟེར་དུས་གྲོང་ཁྱེར་གི་རྒྱ་ས་གི་མིང་དེ་ཀྱི་བལ་ས་ལའི་རྒྱ་བོ་ཟེར་ཡོང་དུས་རྒྱ་ཁབ་ཀྱི་མིང་དང་སྦྱར་ནི་འཁྱག་པ་དང་ཤ་པ་གཉིས་འདི་ཁོ་དོན་དག་འདྲ་བོ་ཡིན་ཚུལ་ལོ་ཙཱ་བ་ཚོས་དེ་འདྲའི་དེ་འདྲའི་བྱས་ནས་རྒྱུ་བཞག་མིན་འགྲོ་བསམ་གི་ཡོད་རེད་ད་ང་དེ་ཏན་ཏན་མི་གདའ། ད་དུས་ཨམ་དོང་དང་འབྲེལ་བ་ཡོད་པའི་པ་རབ་ཀྱི་རྒྱལ་པོ་འཁྱག་ཀ་ཟེར་ཡོད་དེ། ནི་འཁྱག་ཀ་འདི་ཚོ་དང་གཅིག་པ་ཡིན་ནམ་མིན་ནམ་དེ་ངས་ཡག་པོ་མི་ཤེས། གང་ལྟར་པ་རབ་ཀྱི་རྒྱལ་པོ་འཁྱག་ཀ་དང། གཏུམ་པོ་རང་སྣང་གཉིས་ཤི་བོ་གྲོགས་པོ་རེད་ཟེར་གྱི་ནི་འདུག་ད་ཀོ་ཤམ་བྷེ་གི་རྒྱལ་པོ་ཤར་བ་དང་ཀོ་ཀྲོ་ཀོ་སྐེ་ཆགས་ཡོད་མོད་ད་ཀོ་ཚོ་བར་དགྲ་ཟླ་འདྲ་བོ་ཆགས་བསྡད་ཡོད་རེད་བ། ཕྱོགས་གཅིག་ནས་གཉིས་ཡིན་གྱི་འབྲེལ་བ་ཡོད་པའི་བཟོ་འདྲ་བོ་རེད་དེ་ཡང་ཁྱེད་སྐྱེས་མའི་ཀོ་མ་རྒྱབ་ཡོང་རྒྱུ་དེ་འདྲ་གི་གཉིས་ཡིན་གྱི་འབྲེལ་བ་འདྲ་བོ་རེད་བ། དེའི་སྒྲུང་དེ་ག་ཚང་ཤོད་སྲིད་པ་རེད། ཕ་རྒྱལ་དེ་རེད་ད་ཤར་བ་གི་བུ། ས་ར་ན་ཟེར་བ་གཅིག་ཡོད་བ་དེས་ནི་རང་གི་ཕ། ཤར་པའམ་ཡང་ན་འཆར་ཀ། ད་བེ་ས་ལས་རྒྱལ་པོ་འཆར་ཀ་ལབ་ཡག་ཡིན་ད་དེ་གཉིས་གཅིག་པ་མིན་ན་ཡང་གོ་ཁ་ཁར་ཡག་ད་ད་ང་གིས་བཤད་བསྡད་ཡོད་དེ་བེ་ས་ལས་རྒྱལ་པོ་འཆར་ཀ་གི་བུ་དེ་གི་དང་འབྲེལ་ནས་བཤད་ཡོང་གི་ཡོད་རེད། བྱས་ཙང་བུ་དེ་ནི་ཁོ་རང་རྒྱལ་པོ་བྱེད་དགོས་པ་ཡིན་ཙང་ཁོ་རང་དཔའ་བོའི་བྱེད་སྟངས་དེ་ཚོ་ལ་ཅུང་མོས་འདྲ་བ་ཞིག་ལངས་ནས་ཁོ་རྒྱལ་སྲིད་བསྐྱངས་མ་འདོད་པ་བྱས་ནས་རབ་ཏུ་བྱུང་ནས་འགྲོ་བཞེད་པ་རེད། ཐོག་མའི་ཆ་ལས་ཕྱི་ནང་གང་གི་སྐོར་ཆོས་ལུགས་ཀྱི་ཐོག་ནས་རབ་ཏུ་བྱུང་ཡིན་སྲིད་ག་ཟེ་མི་འདུག་གང་ལྟར་རབ་ཏུ་བྱུང་ཚ་དུས་བསོད་སྙོམས་འགྲོ་ནས་ད་སྐོར་གྲོང་དང་རྒྱ་སེའི་དཔང་དུ་འགྲོ་དགོས་ཟེར་བ། འགྲོ་བའི་སྐབས་སུ་ད་སྐོར་སློང་མོ་བགྱི་དགོས་བགྱི་དགོས་བགྱི་དགོས་འགྲོ་དུས་ནི་ཕ་རྒྱལ་དུ་སླེབས་པ་རེད། ཕ་རྒྱལ་དུ་སླེབས་དུས་རྒྱ་བོད་ཕོ་བྲང་ནང་ལོག་སློང་མོ་བགྱིད་དུས་ཕོ་བྲང་ནང་ཡར་ཐར་འདུག་བ། ཕོ་བྲང་ནང་བཙུན་མོ་མང་པོ་ཡོད་ཡིན་ཚུལ་བཙུན་མོ་དེ་ཚོས་ཁོ་མཐོང་དུས། ཁོ་སྙིང་རྗེ་མོ་ཞི་བ་གཅིག་ཡོད་ཡིན་ཟེར་བ་རྒྱ་བོད་བོད་གཅིག། ད་བསོད་ནམས་ཆེན་པོ་དང་དེ་འདྲའི་དབང་ཐང་ཆེན་པོ་ཡིན་ཙང་ཁོ་ཞི་བ་གཅིག་ཡོད་ཡིན་ཟེར། སྤྱིར་ད་ཁོ་ལ་བསོད་སྙོམས་ཕུལ་ནས་བསོད་སྙོམས་ཕུལ་བའི་མ་ཚད་ཀྱིས་ཡར་ནང་ལ་གདན་འདྲེན་ཞུས་ནས། བསོད་སྙོམས་མཆོད་ཚར་བའི་རྗེས་སུ་ཁོ་ཚོ་ལ་ཆུ་བསྲུང་རོགས་ཟེར་ཁ་ཆད་བྱས་ནས། ཁོ་ཚོས་ཁོ་ལ། བལྟས་ནས་བསྡད་ཡོད་ཟེར་བ། ལྐོག་ག་ཅུས་འདྲ་བོ་ཤེས་བསྡད་དུས་རྒྱ་བོད་ཕལ་བོང་དུ་ཕུ་ནིང་མ་དུམ་བུ་རང་སྣང། དུམ་བུ་རང་སྣང་ཕལ་བོང་ན་བཙུན་མོ་དང་བློན་པོ་དེ་སུས་ནས་ཡར་ལངས་དགོས་ཀྱི་ཡོད་ཟེར་བ་ཁོ་ཚོ་མ་ལངས་བ་བྱེད་ག་རེ་ཟེར་ན་ཚུགས་ཀ་དེར་ཆུ་བཞོ་བསྡད་ཀྱི་ཡོད་རེད་བ། སི་ཏང་གི་ཆུ་བཞོ་བསྡད་པ་འདྲ་བོ་དང་ཁ་ལག་ཟགས་བསྡད་པའི་ཁ་ཐུག་ལ་ཡར་ལངས་ཡ་མེད་ཟེར་གྱི་ཕ་གྱིས་ཡོད་བསམ་སོང་དེ་མིན་ན་ལངས་དགོས་ཀྱི་ཡོད་རེད་བ། དེ་ཙམ་ཡར་མ་ལངས་བ་ཡིན་ཙང་ད་རྒྱ་བོད་ཀློང་ལངས་ཐག་ཆོད་ནི་ཡོང་དུས། འདི་འདྲའི་སྐྱེས་ཀྱི་ཆུ་ཤེལ་རེད་ཤེས་པ། དེ་ཡང་སྙིང་རྗེ་མོ་ཡོད་པ་ཡིན་ཚེ་བཙུན་མོ་དེ་ཚོ་ཆགས་པའི་དབང་གིས་དེ་ཡིན་པ་འདི་ཧ་གོ་ནས་རྟ་ཕོ་སློང་ལང་ཐག་ཆོད་ནས། བཙུན་མོ་དེ་ཚོ་ལ་བཀའ་བརྒྱུད་བཏང་བའི་མ་ཚད་ཀྱིས། ཨ་ནེ་རབ་ཏུ་བྱུང་བ་དེ་རྒྱ་སེ་རེད་དུ་ཡོད་རུ་བ། རྒྱ་སེ་ས་ར་ན་སའི་ཚུར་བསྲིངས་ནས་རྟ་ལྕག་ཤུ་ཤུ་བཤགས། རྟ་ལྕག་ཤི་མ་ཤི་ཞོན་ནི་ཤི་མ་ཉག་རུ་བཟོས་ནས་རྟ་མར་སྒོ་ལངས་ནས་དྲུང་ནས་སྤུད་འོང་དོ། དེ་ཚ་རྟ་ཁོ་སློང་ལངས་ད་ཁྱོད་གྲྭ་བ་འདྲ་བོ་ཅིག་བཟོས་ཡོད་ས་རེད་དེ་ཁོ་སློང་ཞོལ་གྱིས་ལངས་ཤག་སློང་ལངས་ནས་རྟ། གྲྭ་བ་བྱས་མི་འདུག་ཕ་ཡུལ་ལ་ཕར་འགྲོ་རྒྱ་སེ་ཤང་ནས་དཔོན་ཚོགས་ཡན་ལག་བཞི་ཁ་དམག་ཁྲིད་ཡོང་ནས་ཕ་རྒྱལ་དུ་གཏུམ་པོ་རང་སྣང་ཏག་ཏག་བཟོ་དགོས་འདུག་བསམ་གྱིན་ནས་ད་སྐོར་དེ་འདྲའི་གི་སེམས་ཀྱི་སྐྱེས་ནས་ད་ཕ་ཡུལ་ཕར་ལོག་འགྲོ་འདུག་ཨ། ཕ་ཡུལ་ཕར་འགྲོ་དུས་དང་པོ་ཕ་རྒྱལ་གི་ཕོ་བྲང་ནང་ནས་མ་བུད་འདུག་དེ་ནས་མ་ཡང་གྲོང་ཁྱེར་གི་མཐའ་ནས་མ་འགྲོ་གོར་བ་གྲོང་ཁྱེར་གྱི་དཀྱིལ་དུ་བ་ཅིག་སླེབས་དུས་ཨ་ཕ་བ་ཀ་ད་ཡ་ན་ཐུག་ཤག། ཀ་རྡ་ཡ་ན་དེ་ཕ་རྒྱལ་ལོའི་སངས་རྒྱས་ཀྱིས་བཏང་ཡོང་བ་ཅིག་རེད་ལ་ཁོ་ལྟ་བུ་རེ་ཞིག་ཀ་རྡ་ཡ་ན་དང་འབྲེལ་བ་ཆགས་བསྡད་ཡོད་དེ་ག་རེད་ཟེར་ན་ཀ་རྡ་ཡ་ན་ཁོ་རང་གི་ཕ་ཡུལ་དེ་ཡང་ཕ་རྒྱལ་རེད་འདུག་ག་ཚང་ཤོས་ཡིན་པ་ཁོ་རང་གིས་ཨ་ཁུ་དྲང་སྲོང་ཉོན་མོངས་མེད་དང་ཁོ་རང་ཚོའི་ཕ་ཡུལ་འདྲ་བ་དེ་ཕ་རྒྱལ་ཟེར་ཡོད་དེ་ཡིན་ས་རེད་དང་པོ་ཡོང་ས་འདྲ་བ་དེ་ཡང་བྱས་ཙང་ནི་ཁོ་ལྟ་བ་འབྲེལ་བ་ཅིག་དེ་འདྲ་ཆགས་བསྡད་དགོས་ཟེར་བ་ཨང་ཀ་རྡ་ཡ་ན་གིས་ད་སྔོན་ཤེས་ཀྱི་མཆན་པར་རེ་ཟིག་ཡོད་ཁོས་གར་གསང་གི་ཡོད་མེད་གར་དྲན་གི་ཡོད་མེད་དེ། མཆན་པ་ཡིན་ཙང་ནི་ཁོས་སྐད་ཆ་ཕར་བཤད་ཚུར་བཤད་དེ་ཁོ་རང་གར་དྲང་པོ་དྲང་ཞན་བཤད་ཤེས། བཀའ་སྡེ་ཡག་ནག་གིས་ག་ཚོད་ལྷ་གཞས་བརྒྱབ་ན་ཐོག་མའི་ཆར་ཁོ་ཉན་མི་འདུག། ཁྱོད་ནི་ཁས་མ་ལེན་བ་བྱས་ནས་ད་ཁོ་ཤ་ལེན་ལེན་མ་ཐུབ་ན་ཁྱོད་ནི་བསྡད་ཐུབ་ས་མ་རེད་ཤེས་ན་མིག་བཙུམ་ས་མ་རེད་ཟེར་གྱིས་ནས། དེ་ནས་ཁོ་གྲོགས་གོ་རྟོགས་ལྡན་ཡིན་དུས་ཀ་རྡ་ཡ་ནག་གི་བསོད་སྙོམས་དུག་གི་གྲངས་ཡག་པོ་འདྲ་བྱས་དུས་ཁོ་གཉིད་ཁུགས་སུ་འདུག་གཉིད་ཁུགས་དུས་ད་ཁོ་གཉིད་ལམ་དང་འགྲོ་བ་དམག་རྒྱབ་ས་གི། ད་སངས་རྒྱས་ཀྱི་གསུང་རབ་ནང་དེ་ཡན་ན་འཕགས་པ་ཀ་དག་ཡན་ན་གྱི་བྱིན་གྱིས་བརླབས་པ་རེད་ཟེར་གྱི་ཡོད་རེད། བྱིན་གྱིས་མ་བརླབས་པ་ཡིན་ན། དམག་རྒྱལ་བསམ་ཡས་ཀྱི་ཀུན་སློང་དང་དེ་འདྲའི་བསམ་བློ་ཤུགས་ཆེན་པོ་ཡོད་དུས་དམག་རྒྱལ་ཡས་ཀྱི་རྙིང་ལམ་དེ་འདྲ་བཏང་སྲིད་པ་རེད། གང་ལྟར་ཁོ་གཏུམ་པོ་རང་སྣང་ལ་རྙིང་ལམ་ནང་དམག་བརྒྱབ་འདུག། དམག་བརྒྱབ་དུས་དམག་ཁོ་རང་ཤོར། ཁོ་རང་ཤོར་བས་མ་ཚད་ཁོ་རང་གཏུམ་པོ་རང་སྣང་གིས་གཟིགས་ནས་ཁོ་གསེད་བཀྲོལ་བྱས་ནས། ད་དེ་འདྲའི་གྱི་རྙིང་ལམ་བཏང་ནས་ཁོ་ཞེ་ན་ཚ་བོ་ཞི་བདེ་ཀྱི་རྙིང་ལམ་བཏང་འདུག། རྒྱ་བཟའ་ཁོ་གཉིས་ཡར་སེ་ཡོང་འདུག་ཤེས་དང་ཁྱོད་ནི་སྐད་ཆེན་པོ་བཏབ་ནས་ཡར་གཉིས་སེ་ཡིན་ཟེར་བ་གཉིས་འདི་བརྗོད་ནས་ནི་བཀའ་ཟླ་ཡང་ནི་ཁྲིད་རིགས་ཡོག་འདུག་བ་ཡིན་ཙང་དེ་ནི་ཕ་ཞིག་ཚུར་ཞིག་ཨ་ཁོ་ཡིས་ནི་མ་རྒྱབ་ཡག་གི། བསམ་བློ་འདྲ་འདི་དོར་བྱས་ནས་ད་མུ་མཐུད་ནས་གྲྭ་བ་བཟོས་ནས་སངས་རྒྱས་ཀྱི་མདུན་ལ་ཡོང་ནས་རབ་ཏུ་བྱུང་ནས་སྒྲ་བཅོམ་པའི་གོང་མ་ཐོབ་ནས་ད་དེ་འདྲ་གི་མ་ཡང་སྒྲོངས་འདྲ་བ་ཅིག་དེ་འདྲའི་ཡང་ཤེས་འདུག་བ། ད་དེ་ནས་ད་མང་པོ་ཞུས་ན་འདི་ནས་ཤོང་གི་མ་རེད་ད་སྦྲག་སྒང་མང་པོ་བཟོ་ཡོད་ཐུབ་ས་མ་རེད། ད་ཕག་སྦྱར་ཟེར་ཡས་དེ་ག་ཚང་ཞུས་ཚར་ཕག་སྦྱར་དང་ལོ་རྒྱུས་ཁ་ཤས་ནང་ལ་དེ་ལྷག་ཡོད་རེད་ལུང་པ་དེ་གི་མིང་དེ་ལས། རྗེན་སྦྱར། རྗེན་སྦྱར་ཟེར་བ་དང་ཡང་ཁ་ཤས་ནང་ལ་རྗེན་དུ་ཟེར་གཅིག་པོ་ལབ་རྒྱག་གི་འདུག་ཡོད་རྗེན་དུ་ཕག་ཟེར་བ་དེ་ཡ། གང་ལ་བྱིན་ལ་གོག་ཡོད་རུང་བ། འཕགས་ཟེར་དུས་བྱ་ཚིག་འདྲ་སྐྱེ་བ་ཡིན་ན་ཡ། བྱ་བའི་ཆ་ནས་ཡ་བྱིན་ལ་འཕགས་པ་སྐྱེ། དེ་མིང་ལ་ཡ་ཡོང་བ་ཡིན་ན་གང་ལྟར་ཡ་བྱིན་འདྲ་བོ་གཅིག་ལས། སྒང་འདྲ་བོ་གཅིག་ལ་ཡ་གོག་ཡོད་ཡིན་ཙང་ལོ་ཙཱ་བའི་རྒྱུད་སྟངས་ཀྱི་ཆ་ནས་ཡིན་ས་རེད་བསམ་འདུག། བྱིན་འགྱུར་དང་བྱིན་དུ་དང་འཕགས་འགྱུར་ཟེར་དེ་ཚོ་དེ། འབོད་སྟངས་འདྲ་བོ་ལོ་ཙཱ་བའི་རྒྱུད་སྟངས་ཀྱི་ཆ་ནས་ཨ་དེ་འདྲའི་འདྲ་བ་གྱི་མེད་འདྲ་བསམ་གྱི་འདུག་ཨ་དེ་འདྲའི་འདྲ་བ་ཡིན་དེ་ཡང་མང་དྲགས་ན་འདི་ནང་ཤོང་གི་མི་འདུག་དེ་སྐར་མ་སུམ་ཅུ་ཡོལ་སོང་བ་ཡིན་ན་ཕ་བཏང་ཡག་ཁག་པོ་ཞིག་འདུག་བཏང་ན་ཡང་མཚམས་སུ་བཏང་མ་ཐག་པ་བྱེད་དགོས་བྱས་ན་བྱེད་མ་ཐག་པའི་དེ་འདྲའི་དཀའ་ངལ་འཕྲད་འགྲོ་བ་ངས་ད་རང་མཚམས་རྒྱག་རྒྱག་གི་ཡིན་དེ་བཀྲ་ཤིས་བདེ་ལེགས།